ཅི་དང་ཡང་དེ་ངས་གསལ་བཤད་ཅིག་ནམ་རྒྱུན་ཨ་མདའ། ངས་མ་ཆོས་འབྲེལ་ཞུ་ས་ནས་ཧ་ལམ་ད་ལེགས་བྱ་བཟོ་རེ་ཅིག་བཤད་ཀྱི་ཡོད་རེད། མ་གཅིག་ད་གཏམ་བཤད་བཟོ་རེ་ཅིག་ངས་བཤད་བསྡད་ཀྱི་ཡོད་རེད། ཨེ་ཁྱོད་ལ་དད་པ་མེད་ངན་ཡིན་ནའི་མེད་ངན་ཞིག་ནི་འགྲིག་གི་ཡོད་རེད། ཨེ་ཁྱད་མཁན་མི་འདུག་དེ། སྤྱིར་བཏང་གཏམ་བཤད་ཉན་བདེ་བའི་སོ་བཞི་རེད། ད་དབང་ཞུ་ཡག་ཟེར་གི་འདུག་འདི་འཕྲལ་དེ། ཡང་བླ་མ་དང་སློབ་མའི་འདུ་ཤེས་བཞག་ནས་ཉན་དགོས་ཡག་རེད། དེ་འདྲས་ཡིན་པ་ཡིན་དུས་ཚང་ནས་ཡང་དམ་ཚིག་གཙང་མ་ཞིག་དགོས་གི་ཡོད་རེད། ས་དེ་འདྲས་ཡིན་དུས་ནམ་རྒྱུན་ཡང་ད་ལྟ་རྒྱ་གར་ནང་ལ་ཡིན་ནའི་རེད་ཅིག་ས་ཁུལ་ག་བ་ཡིན་ནའི་ཡང་ཕྱི་རྒྱལ་དེ་བ་ཡིན་ནའི་རེད། ཅིག། དབང་བྱེད་ནང་རུ། ཅེས་སྡོམ་པ་འབོགས་ཆོག་བྱས་གསུམ་སྟེ་བྱས་པའི་ཁུ་ཐུག་ལ་ཡ། ཨན་གསལ་པོ་བྱས། ཅེས་ད་ཡང་དོལ་རྒྱལ་རྒྱལ་པོ་ཤུགས་ལྡན། ལྟས་ངན་དེ་འདྲ་ཡོད་པ་ཡིན་ན། ཨེ་ནས་མ་ཡོང་རོགས་གྱིས་ཞེས་འདུག་བཤད་བསྡད་ཀྱི་ཡོད། དེ་དགོས་པ་ཁས་ཡོད་མ་རེད། ད་དེ་འདྲ་ཡིན་དུས། གང་ལྟར་རྒྱལ་པོ་ཤུགས་ལྡན་ལྟས་ངན་ཚོ། ང་ལྟ་ང་རེད་དེ ྋགོང་ས་ལྔ་པ་ཆེན་པོའི་སྐབས་ནས་བཟུང་བ་ཅིག་གིས་རྒྱལ་དབང་སྐུ་དྲིན་རིམ་བྱོན་ལ། དམ་སྲི་ཡོད་ཐབས་ཆགས་བསྡད་ཡོད་རེད།

ཡང་ཁྱེད་རང་ཚོ་གསང་ཕྱོགས་དེ་འདྲའི་ཁ་ཤས་ཀྱིས། ང་གསང་ཕྱོགས་དེ་འདྲའི་ཐུགས་རིང་ཞིང་པའི་དོལ་རྒྱལ་སྐོར་ལ་འགྲེལ་བཤད་གལ་ཆེ་གི་མེད། བྱེད་དགོས་ཟེར་མཁན་མི་འདུག། གཙང་བོ་གཞིས་ལུས་རྒྱ་ཆེའི་མི་མང་ཡིན་ནའི་རེད། དེ་བཙན་བྱོལ་མི་མང་ཡིན་ནའི་རེད། བོད་པ་ཙམ་དུ་མ་ཟད་པའི་ཧི་མ་ལ་ཡའི་རུས་རྒྱུད་ཀྱི། ཅེས། བོད་ཀྱི་ཆོས་བརྒྱུད་འཛིན་མཁན་ཚང་མ་ལོག་གི། ཅེས་ངས། དགེ་སྐྱོན། ཡོ་བསྲང། གསལ་བཤད། བྱས་པའི་རྗེས་ལ་ཡང། སོ་སོར་བསམ་བཏང་བྱས། དེ་ཡིས་དེ་གིས། ངས་གཅིག་བསམ་བྱ་ཤེས་བྱས་པ་དེ། རྒྱུ་མཚན་ལྡན་པ་ཞིག་མཐོང་བྱས། ཨེ་ནི། དེ་སྔ་ལྟས་ངན་འདི་ཚོ་གྲས་ཀྱིས་མཚམས་བཞག་བྱས་བཞག་ཡག་པོ་རེད། བྱས་ཙང། བོད་ནང་ལ་ཡིན་ནའི་དེ་དེ་བཞིན། མང་དེ་དེ། བྱས་རག་ཡག་པོ་འདུག་བྱས་ཙང་ངས་དམིགས་བསལ་བཤད་དགོས་ཀྱི། རྟག་པར་བཤད་དགོས་ཀྱི། ཡོད་མ་རེད་ལ། དེ་འདྲས་ནི་ངས་ཤེས་ཀྱི་ཡོད་མ་རེད་ཡང་ཁ་ཤས་ཀྱིས་དེ་འདྲས་ལབ་འདུག་བ། རྒྱ་གར་མི་ཆེན་མཇལ་ཁ་ཞུས་པ་ཡིན། དོལ་རྒྱལ་སྐོར་ལ་ཁ་སྐད་གསུང་གི་མི་འདུག།

དང་ལས་བྱེད་གྲོགས་པོ་འགའ་རུ་བྱས། དེ་དེ་བཞིན་གྱི། དངོས་གནས་དྲ་གནས་ཀྱི་ལམ་རིམ་དུ་བློ་སྦྱོང་གི་བསྟན་དགྲ་བདག་པོ། བདེ་མཆོག་ཡག་པོ་ཡོང་གལ་པའི་ཆོས་དག་བསམ་གྱིས་མི་ཁྱབ་པ་རེད། ད་དེ་འདྲ་ཡིན་དུས། སྐྱབས་གཞུང་ཞིག་ལས་ད། བླ་མ་རང་ཉིད་བསམ་གྱིས་མི་ཁྱབ་པ། དངོས་གནས་དྲ་གནས་ཀྱི་ད་ཐུག་གི་རྟོགས་པ་དང་ལྡན་པ་རེད། ཡིན་ནའི། གཅིག་ད་བསྟན་པ་གནང་སྟངས་འདི། གཙོ་བོ་མི། དགོན་ཆོས་ལ་སོགས་པ་འཇིག་རྟེན་ལས་འདས་པའི། མི་སྐལ་ལྡན་གྱི་བསྟན་སྲུང་འདོད་ཚུལ་འཕྲལ་དེ་བསྟན་པ་ན་ཡང་དག་ཨེ་ནི་རྒྱལ་པོ་གཤོང་ལྡན། ད་ཅིག་མི་དེ་མ་སོང་ན། ཅིག་རྙེད་པའི་ཟོར་ཅིག་གིས་ཕྱག་མཛོད་ཀྱི་ཟོར་བ་མེད་པར་བྱས། ཅིག་འོག་གི་ཅིག་ད་རྙེད་པ། ཅིག་ཕ་རྒྱུད་སུ་ཡོད་བྱེད་མཁན་རུ་དེ་འདྲའི་རུ་ཆོས་ཀྱང་ངོས་འཛིན་གནང་བྱས། ཨེ་ནི་བསྟན་སྲུང་གནང་ན་ཡག་པོ་རེད་བཞེངས། སྐྱབས་བཅོལ་མི་ཆེན་སྐུ་ཚེ་མཛད་འཕྲིན་མ་འོངས་པ་ལ་ཡིན་ནས། སྐུ་ཚེ་མཛད་འཕྲིན་ལ་ཡ། འགལ་རྐྱེན་ཆགས་སྲིད་ཀྱི་རེད་ཟེར་ནས་ངས་ཟོལ་མེད་བཞིན་སྐྱབས་བཅོལ་ཞིག་ཞུས་མྱོང། སྐྱབས་བཅོལ་བྱས་དེ་དེ་བཞིན་གྱི་དགོངས་པ་བཞེས་བཞིན་འདུག་ཟེར། ད་ནི་ངས་དེ་བྱུང་ངོར་མ་བཤད་ཀྱི། ད་འདི་ནས་རིམ་པས་ཀྱིས་ཉམས་ཞིབ་ཞིབ་འཇུག་ཞིབ་ཚགས་པོ་བྱས་ནས་བྱས་ཡོང་དུས། ྋགོང་ས་ལྔ་པ་ཆེན་པོའི་ཕྱི་ཡི་རྣམ་ཐར་དུ་གུ་ལའི་བོད་གསང་ནང་ལ་ཨེ་ནི་རྒྱལ་པོ་གཤུང་སྟེང་གི་སྐོར་དོལ་རྒྱལ་ཟེར་དེའི་སྐོར་དེ་སྤྲུལ་སྐུ་གྲགས་པ་རྒྱལ་མཚན་ཨེ་ནི་ག་སོགས་གི་དྲེགས་པ་ལ་སྐྱེས་བྱས་དེ་འདྲས་ཀྱི་ར་ལུ་རྒྱུད་ཀྱི་ཕྱི་ཡི་རྣམ་ཐར་དུ་གུ་ལའི་བོད་གསང་ནང་ལ་འདི་བཀོད་ཡོད། ཨན་དེ། ཐ་མ་ཨིན་ནི་སྔོན་ཆོས་གནང་བྱས་ཡིན། སྐབས་དེ་ཟུར་དཔང་ཞིག་མཛད་ཡོད་བཤད་ནས། ཡོངས་གྲགས་ཀྱི་རྣམ་ཐར་དུམ་བུ་ལས་བོད་ས་ནང་ལ་འཁོད་ཡོད་པ་རེད། དེའི་ཞུ་སྒོ་ཞིབ་འཇུག་བྱེད་པའི་ཁོད་ཐོག་ལ་རྒྱལ་བ་ལྔ་པའི་གསུང་ཕྱི་མ་ཕལ་ཆེར་པོད་ད་པ་དེ་ཡིན་པ་ཡོད། དེའི་ནང་ལ་ཡང་ཆོས་སྲུང་གི་འཕྲིན་བཅོལ་དེ་འདྲའི་སྐོར་སོ་གཅིག་འདུག་དེའི་ནང་ལ་ཨེ་ནོ་གཟུ་དཔང་དེ་དེ་ནང་ལ་འདུག། གཟུ་དཔང་ཟེར་བ་དེ་མངོན་བརྗོད་དེ་འདྲའི་མཛད་པའི་སྐབས་ལ་ཡང་ཨེ་ནི་འཇིག་རྟེན་ལས་འདས་མ་འདས་ཀྱི་དཀར་ཕྱོགས་སྐྱོང་བའི་སྲུང་མ་ཚོ་ལ་ཡང་ཅིག་ཕི་ཀའི་དཔང་པོ་མཛོད་ཅིག་ས་གཟུ་དང་དཔང་པོ་མཛོད་ཅིག་ཟེར་ནས།

དེའི་ནང་ལ་ཡང་ནི་ཡིག་གཞུང་དེ། སྤྲུལ་སྐུ་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་བརྫུས་མ་ལམ་དུ་ལྷོངས་པ། བར་ལ་ཨ་རྒྱལ་གྱི་ཁྲུས་ལ་བརྟེན་ནས་ལ་ཨ་རྒྱལ་གྱི་ཁྲུས་ལ་བརྟེན་ནས། ཨོ། གལ་ཁ་ས་ལ་ཨ་རྒྱལ་གྱི་ཁྲུས་ལ་བརྟེན་ནས། སྤྲུལ་སྐུ་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་བརྫུས་མ་ལམ་དུ་ལྷོངས་པ། སྨོན་ལམ་ལོག་པའི་དམ་སྲིར་གྱུར་ཏེ། བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན། ཆགས་སོང། ཨན་འདི་ད་སྔོན་འཇུག་པ་འདྲ་ཡ། སྐབས་རེ་ཨནི་ཟུར་བ་འདི་བྲིས་པ་ཡིན། ཨོ། ཡིག་ཆུང་འདི་འདི་བཀོད་ཤིག། འདི་ག་རེ་ཟེར་བར་བཟོས་པ་ཡིན་ན། གལ་ཁ་ས་ཟེར་འདི། སྤྲུལ་སྐུ་གྲགས་པ་རྒྱལ་མཚན་འཁྲུངས་ཡུལ། སྟོད་ལུང་གལ་ཁ་ས་ཟེར་འདི་རེད། ལ་ཨ་རྒྱ་ཟེར་འདི་གྲགས་པ་རྒྱལ་མཚན་གྱི་ཨ་མ་ལགས་འདི། འདིའི་མཚན་ཡིན་པ་རེད། ལ་ཨ་རྒྱལ།

ལ་ཨ་རྒྱལ་གྱི་ཆོ་འཕྲུལ་ལ་བརྟེན་ནས་ལམ་དུ་ལྷོངས་པ། བྱས་ནས་ཨིན་སྤྲུལ་སྐུ་གྲགས་པ་རྒྱལ་མཚན་གྱི་ཡང་སྲིད་ལ་ངོས་འཛིན་བྱས་པ། པེ་ཅིན་ལོ་ཆོས་རྒྱན་སྐབས་དེ་ཡོད་པ་རེད་པེ་ཅིན་ལོ་ཆོས་རྒྱན་གྱིས་ལྟ་ཅི་ངོས་འཛིན་གནང་ཆོག་པ་ཞིག་རེད་འདུག་བ། བྱས་ཙང་ཀ། སྤྲུལ་སྐུ་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་རྫུན་མ་ལམ་དུ་ལྷོངས་པ། མཐར། སྨོན་ལམ་ལོག་པའི་དམ་སྲིར་གྱུར་ཏེ། འོ་ན་དེ་གསུངས་ཡོད་རེད།

དོན་མིན་དམ་རྫུ་གྲགས་པ་རྒྱལ་མཚན་བཞེས། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདི། བསྟན་དང་འགྲོ་བ་ཀུན་ལ་འཚེ་བྱས་ན། མགོན་སྐྱབས་དཔུང་གཉེན་མ་མཛད་ཐལ་བར་རློག། ཟེར་བ་ལྟར་ཚིག་འདི་ཡང་རེད། ད་ཚིག་འདི་གིས། རྒྱལ་པོ་གཤོང་སྟེང་གི་ངོ་བོའི་རྒྱུའི་ཁྱད་པར། ངོ་བོའི་ཁྱད་པར། བྱེད་ལས་ཀྱི་ཁྱད་པར་བགྱིད་དུ་གསུངས་འདུག་བ། རྒྱུ་ཡི་ཁྱད་པར་ག་རེ་ཟེར་ན། སྨོན་ལམ་ལོག་པའི་ཟེར་ད་འདི་རེད། དགེ་རྩ་གང་འཚམས་ཡོད་པ་བྱས་ཨེ་ནི་དགེ་རྩ་དེ་སྨོན་ལམ་གྱི་ཁ་བསྒྱུར་ཡོད་འདུག་ས་ནས་ཨེ་ནི་སྨོན་ལམ་ལོག་ནི། རྒྱུ། སྨོན་ལམ་ལོག་པའི་དབང་གིས། ངོ་བོ་དེ་དམ་སྲི། སྨོན་ལམ་ལོག་པའི་དམ་སྲིར་འགྱུར་ཏེ་གསུངས་ཏེ། ད་དམ་མིན་དམ་ཚུགས་གྲགས་པ་རྒྱལ་མཚན་བཞེས། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ། དེའི་ངོ་བོའི་ཁྱད་པར་བྱེད། བྱེད་ལས་ཀྱི་ཁྱད་པར་དེ་བསྟན་དང་འགྲོ་བ་ཀུན་ལ་འཚེ་བྱས་ན་བསྟན་པ་དང་སྤྱིར་བསྟན་པ་དང་འགྲོ་བ་སྤྱི་དང་ལྷག་པར་ཡང་སྒོས་བོད་ཁ་བ་གངས་ཅན་གྱི་བསྟན་པ་དང་འགྲོ་བ་ལ་འཚེ་བ་བྱེད་མཁན་ཡང་སྒོས་དགའ་ལྡན་ཕོ་བྲང་ལ་བསམ་བཞིན་དུ་གནོད་པ་བྱེད་མཁན་དག་འདི་གསུམ་གྱིས་བན་དང་འགྲོ་བ་ཀུན་ལ་འཚེ་བྱས་ན་དེ་དག་འདིའི་བྱེད་ལས་ཀྱི་ཁྱད་པར་སོང་བ་རེད། དེ་ཙམ་ངོའི་ཁྱད་པར་སྨོན་ལམ་ལོག་པ། ངོའི་ཁྱད་པར་བྲམ་ཟེ་འབྱུང་པོ་པ་རྒྱུ་ཡི་ཁྱད་པར་སྨོན་ལམ་ལོག་པ། ངོའི་ཁྱད་པར་བྲམ་ཟེ་འབྱུང་པོ། བྱེད་ལས་ཀྱི་ཁྱད་པར་བན་དང་འགྲོ་བ་ལ་འཚེ་བ་བྱེད་མཁན།

རྒྱལ་བ་ལྔ་པ་དང་རྟོགས་པ་མཉམ་པ་གཅིག་གིས་མི་ལྟ་སྟེ། ཨེ་ནི་དགོངས་ཞུ་དགོས་པ་རེད་ཟེར་ནས་ཡང་གཅིག་པའི་དགོས་པ་དགོངས་པ་གཞན་དུ་སྤྲད་ཡག་རེད་རྟོགས་པ་མཉམ་པ་གཅིག་གིས་སྤྲད་རྒྱུ་རེད་མ་གཏོགས། རྒྱལ་བ་ལྔ་པ་དང་དོ་མཉམ་པ་གཅིག་མེད་མཁན་གྱི་མི་གཅིག་གིས་རྒྱལ་བ་ལྔ་པའི་གསུང་འདི་རྡོག་རོལ་བཏང་ཐུབ་མ་རེད། ཨེ་དེ་ཙམ་དུ་མ་ཟད་པས་གོང་ས་ལྔ་པ་ཆེན་པོའི་མཇུག་ཨེ་ནི་རྒྱང། དེ་བདུན་པ་སྐལ་བཟང་རྒྱ་མཚོའི་ཡོངས་འཛིན་ཁྲི་ཆེན་ངག་དབང་མཆོག་ལྡན། དང་དགེ་ལུགས་ཀྱི་བླ་མ་དེ་བསམ་གྱིས་མི་ཁྱབ་ཆགས་བསྡད་པ་རེད། ཡང་རྒྱ་བ་ལྔ་པ་ནང་བཞིན་བྱས་ནས་རིན་མེད་གནང་མཁན་ཅན་མ་རེད། ཁོང་གིས་དགའ་ལྡན་ཁྲི་པ་རྣམ་པའི་ཁ་ཐུག་ལ་ཡང་སྐབས་དེ་དགའ་ལྡན་ལ་ཡང། དོལ་རྒྱལ་བསྟན་ཡག་ཅིག་གིས་མགོ་ཅིག་ཚུགས་འདྲ་འདུག་ཨ། ད་འདིའི་ནི་ཨ། འདིའི་ནི་ལྷ་རྡོ་བསྟན་དཀར། ཕ་ཤིག་བྱས་ས་ས་མེ་ལ་སྐྱལ་རྡོ་རྡོ་མེ་ལ་སྐྱལ་ནི་དེ་འདྲ་གནང་བ་ཡིན་ཚེ་ནི་ཁྲི་ཆེན་ངག་དབང་མཆོག་ལྡན་རང་གི་རྣམ་ཐར་ནང་ལ་འདི་བཀོད་འདུག་ཨ། ད་ཁྲི་ཆེན་ངག་དབང་མཆོག་ལྡན་གྱིས་དེ་འདྲ་མཛད་པ་རེད་ཟེར་ནི་ལོ་རྒྱུས་ཅིག་ལྕང་སྐྱ་རོལ་པའི་རྡོ་རྗེའི་རྣམ་ཐར་ཐུགས་མཁྱེན་ཆོས་ཀྱི་ཉི་མས་མཛད་པའི་ནང་ལ་འདི་བཀོད་འདུག་བ། དེའི་ནང་ལ་དྲེགས་པའི་མིང་འདི་དོལ་རྒྱལ་ལྕགས་ཀྱི་མིང་དུ་བཀོད་འདུག་བ། ལྷའི་ས་གཞོལ་སྤར་མ་སྟེ་དོལ་རྒྱལ་ཅན་ནི་ད་ལ་ད་ན་རོ་དོལ་ལ་དོལ་ཟེར་རྒྱལ་བ་ཞབས་ཨམ་དུ་སྤར་མའི་ནང་ལ་ད་ན་རོ་དོལ་ས་དོལ་ཟེར་རྒྱལ་བ་ཞབས་དོལ་རྒྱལ་ལྕགས་ཀྱི། ཚིག་འདི་འདྲི་གཅིག་གི་ཁྱད་པར་གཅིག་ཏུ་མ་གཏོགས་རྩ་བ་དོལ་རྒྱལ་ཟེར་ཏེ། དྲེགས་པ་དེ་འཇིག་རྟེན་པའི་དྲེགས་པ་དོལ་རྒྱལ་ཡིན་པ་དེ་གསལ་བཞག་ཏུ་སྣང། ཨ་མདའ་རྒྱུ་མཚན་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་འཇིག་རྟེན་དྲེགས་པ་བསྟན་གསོལ་གནང་གི་ཡོད་མ་རེད། མདོར་ན་རང་གི་འཁྲུངས་བླ་རྨ་ཆེན་སྤོམ་རའི་དགོན་པའི་གླིང་གི་ཕྱི་ལོགས་ལ་མི་དགེའི་དགའ་ལྡན་དགོན་པའི་རོམ་མི་དགེ་འདུག་ག། མི་དགེ་གཙོ་བོ་མ་གཏོགས་དགོན་པའི་ནང་ལ་ཡང་བསྟན་གསོལ་གནང་གི་ཡོད་མ་རེད།

མི་ཤིགས་སྔ་འགྱུར་གྱི་གཞུང་འདི་འདྲའི་སྐྲ་ཉམས་ཤིག་གནང་གི་ཡག་ཡིན་པ་རེད་ལ། གང་ལྟར་པཎ་ཆེན་དཔལ་ལྡན་ཡེ་ཤེས་ཀྱིས་བཀྲ་ཤིས་ལུས་འབུལ་བཅའ་ཡིག་ནང་ལ། རིན་པོ་ཆེ་གིས་ཀྱང་ཕྱག་རིས་གནང་བཞག་པ་གཅིག་གི་ནང་ལ་ཡ། ཨེ་ནི་དགོན་པ་འདི་ནང་ལ། ཨེ་ནི་རྒྱལ་པོ་དོལ་རྒྱལ་དྲེགས་པ་བསྟེན་ཆོག་གི་མ་རེད་ཟེར་ནས་བཀའ་བསྒོས་གནང་འདུག་བ། དེ་ལ་དེ་འདྲ་གི་དགེ་ལྡན་གྱི་བླ་མ་མང་པོ་གཅིག་གིས་དེ་འདྲའི་དམ་བསྒྲགས་གནང་བཞག། ཨེ་ནི་དཔལ་ལྡན་འབྲས་དཀར་སྤུངས་པ། ངས་མི་ལྡོག་པར་དུ་པ་འདི་པད་མ་ཆ་དུས་ཕྱིས་ཕྱིས་ཆ་བཞག་ན་གན་པད་མ་རྒྱལ་མཚན་ལྟ་བུ་གན་ཉི་མ་རྒྱལ་མཚན་ལྟ་བུ། ཅེས་རྩ་བ་ཉིད་ནས་དེ་ལས་གླེང་མི་འདོད་པ། སྔར་གྱི་དམ་པ་གོང་མ་ཚོས་སྤེལ་ཏེ་ཅིག་གསུང་རྒྱུན་ཕྱག་ལེན་རུ་དེ་སྤེལ་རང་ལུགས་བརྟན་པོ་གཟིམ་བྱས་པ་དེ་འདྲ་རེད། ད་ང་དྲི་རིན་འབབ་ཆགས་པ་རེད། ད་ཞུ་བོ་ང་རོ་འདི་འགྱོད་པར་བྱས་བྱས་ཨེ་འདི་ད་གཙང་མ་འཛམ་ཆགས་པ་ཡིན། འོ་ད་དོན་དག་སྙིང་པོ་འདི་ཨེ་ནི། ཏི་ཤྲཱི་བྷ་བོང་ག་རིན་པོ་ཆེ་བླ་མ་བསམ་གྱིས་མི་ཁྱབ་པ་རེད། ཨ་ད་ཞུ་བོ་ན་གཞི་རེད་དངོས་ན་དྲ་གནས་ཀྱི་ལམ་རིམ་བློ་སྦྱོང་གི་བསྟན་པའི་བདག་པོ་གསུམ་ལ་བལྟས་ན་ཤིང་གི་རེད་བསམ་གྱིས་མི་ཁྱབ་པ་རེད། ད་ག་ན་ཤིང་གི་བདེ་མཆོག་ཡག་པོ་ཡོང་གི་རྣལ་འབྱོར་པ་ཆེན་པོ་བསམ་གྱིས་མི་ཁྱབ་པ་རེད་ཨེ་འདི་ཤྲཱི་ཨམ་ཅི་ད་ཨེ་རྒྱག་ནས་བསམ་གྱིས་མི་ཁྱབ་པ་རེད།

རྒྱུ་མཚན་བསྟན་པ། བསྟན་པ་སྤྱིའི་འགྲོ་སྟངས་དང་མཐུན་པ་ཞིག་ལྷག་ནས་འགྲོ་རྒྱུ་རེད་མ་གཏོགས། ཨེ་ནི། སྐྱབས་འགྲོའི་བསླབ་བྱ་ལ་འཇིག་རྟེན་དྲེགས་པ་ལ་ཨེ་ནི་བློ་གཏད་བཅོལ་ནས་བྱས་ན་སྐྱབས་འགྲོའི་བསླབ་བྱ་ལ་འགལ་གྱི་རེད་ཟེར་གསུངས་འདུག་བ། འཇིག་རྟེན་པའི་ལྷ་ཐུ་བོ་ཆེ་དེ་འདྲས་ལ་བསྟན་འགྲིག་མ་རེད། བྱས་ན་དེ་འདྲས་ཡིན་དུས་སྐྱབས་བཅོལ། སྐུ་མདུན་སྐུ་གོང་མའི་སྐྱབས་བཅོལ་ཕ་བོང་ཁར་འདུག་བྱས་ལ་ཡ། སྐུ་ཚེ་སྐུ་ཚེ་སྟོད་ལ་ཧ་ཅང་གི་ཆ་འཇོག་ཆེན་པོ་གནང་གི་ཡོད་རེད། སྐུ་ཚེ་སྨད་ལ་ཨེ་ནི་བྷི་གའི་བཀའ་ནན་བྷེ་ཡག་ཅིག་བྱུང་བ་རེད། རྒྱལ་པོ་ཤུགས་ལྡན་གྱི་ཐོག་ནས་བྱུང་བ་རེད། གཞན་ནི། ཏེབ་དེ་ཏེབ་ཤིར་མི་ཤིར་ལ་ཡ་སྐུ་འདུས་སྐུ་གོང་མའི་བཀའ་ཚད་གནང་ཡག་གི་དོན་ཚན་གཅིག་ལ་ཡ། འཇིག་རྟེན་དྲེགས་པ་རྒྱལ་པོ་ཤུགས་ལྡན་ལ་ཡ་དེ་འདྲས་བསྟན་པ་གནང་ཡིན་ན། དེ་སྐྱབས་འགྲོའི་བསླབ་བྱ་དུ་འགེལ་གྱི་རེད་ཟེར་ནས་བཀའ་གནང་འདུག་བ། དེ་སྐྱབས་ཤིག་ཕ་བོང་ཁ་རུ་མི་ཆེ་གི་གནམ་བདག།

དམ་བསྒྲགས་གནང་བཞག་པ་དེ་ཨེ་ནི་ཀུན་ཏུ་ཀུ་ཁོ་མོ་གོག་པ་རྫོགས་ད་ག་ཨེ་ནི་ཕལ་ཆེར་ད་ཐུན་མོང་སྣང་ངོ་ལ་ཡ་ཨེ་ནི་ཅིག་དེ་ཡ་ཅིག་ད་ཚིག་དེ་ཡག་པོ་ད་མི་འདུག་དེ་ཡིན་ནའི་དཔག་ཚོད་ཀྱི་ད་ཅིག་གྱེན་ལོག་གི་རྣམ་པར་ཕྲན་བུ་ཞིག་སྣང་བས་སོར་བཞི་དེ་རི་ཞེས་བ་ལོ་རྒྱུས་སྒོ་དངོས་ཡོད་ལོ་རྒྱུས་འདུག་ས་མ་ཞིབ་འཇུག་བྱས་བལྟས་པ་ཡིན་ན་ས་དེ་འདྲ་ཡིན་དུས་ས་ནས་ངས་དེ་དམ་བསྒྲགས་བྱེད་དགོས་ཡ་རྒྱུ་མཚན་དེ་ངས་ཅིག་བསམ་སྟངས་དྲན་རྒྱས་ཞེན་དུ་བྱས་པ་མ་རེད་ཞིབ་འཇུག་བྱས་ཡོང་དུས། རྒྱུ་མཚན། གནད་འགག་དེ་འདྲ་ཞིག་ཐུག་པ་ཡིན་དུས་ཚར་ནས། ང་ཨ་མདོའི་སྤུ་གུ་ཐེབས་ཆག་ཅིག་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཟེར་བ་གི་མིང་ཐོག་བྱས། རྒྱལ་དབང་གི་སྐྱེད་ཚལ་གི་ནང་སླེབས་ཀྱི་ཡོད་རེད། དེ་འདྲ་ཡིན་དུས་རྒྱལ་དབང་གོང་མ་གཙོས་ནང་ཞབས་བདེ་གི་ལ་ཁ་གང་ལ་ངས་འགྲོ་དགོས་རེད་མ་གཏོགས་ཅིག་འགྲིག་གི་མ་རེད་བ། གཉིས་ནས་ངས་མ་ཡུལ་ཚོ་རྣམ་གཡེང་ཞུ་ས་ནས་ངས་ཞུ་མྱོང། ང་སྐྱིད་ཆུ་ཕ་བོང་ཁ་རིན་པོ་ཆེ་གི་ཆོས་བརྒྱུད་འཛིན་མཁན་ཞིག་ཡིན། རེད་དེ་ཡིན་ནའི་ང་ཡོད་ས་དེ་རྒྱལ་བ་རིན་པོ་ཆེ་ཁྲིའི་གང་དེ་ཡོད་རེད། དེ་འདྲ་ཡིན་དུས་ཚོད་ནས་བོད་གངས་ཅན་གྱི་ཕྱོགས་ཀྱི་རིས་མེད་ཀྱི་བསྟན་པ་ལ་ཡ་ཞམ་གྱིས་བསྒྲུབ་དགོས་ཡ་ཅིག་དེ་ངའི་ལས་འགན་རེད་ཟེར་ནས་ཡུལ་ཙམ་གཉིས་ཚོ་ཞེས་བཞེས་པའི་གོ་ཐོབ་ལ་ངས་དེ་ཞུ་མྱོང། འོ་ད་དེ་བདེན་པ་རེད་ཟེར་དཀའ་གནང་གི་ཡོད།

ལྕགས་དེ་རིང་ཡིན་དུས། ཤོག་གེ་དེ་དེ་ཡི་དེ། ཡིན་ཟིན་རྣམས་གཉིས་ཚོ་ཞིག་བྱེད་པའི་ཁ་ཐུག་ལ་དེ་ཡི་དེ་གཉའ་སང་ཤོད། ངས་བརྟག་དཔྱད་བྱས། དུག་བྱས་ནི། ཨ་བྱས་པ་ཡིན། ལྕགས་དེ་ཡི་དེ་ཡིན་ཟིན་རྣམས་གཉིས་དགོངས་པ་རྫོགས་ཟིན་པའི་རྗེས་ལ་ངས་བསམ་སྟངས་དྲན་སྐྱེས་བྱས་ནས་བྱས་ཤ་བ་དང་གཅིག་རིགས་མི་ཡིན་ཟེར་ནས་དེ་འདྲ་བྱས་ཤ་བ་རྩ་བ་ཉིད་ནས་མི་འདའ། དེ་ཡང་ཁྱེད་རང་ཚོས་གནས་ཚུལ་ཆ་ཚང་རྟོགས་པར་བྱའོ། ད་གནས་ཚུལ་ཆ་ཚང་རྟོགས་ནས་ཨེ་ན་ད་དུང་ད་སོ་སོ་བསམ་བཞིན་དུ་ཤི་གི་ལོག་གི་ཡིན་ན་དེ་སོ་སོའི་རང་དབང་རེད། མགོ་མ་ཚོས་པ་བྱས། ཨེ་ན། ཕྱོགས་གཅིག་གི་གནས་ཚུལ་མ་གཏོགས་མ་མཐོང་བ་བྱས་བྱས། འོ་ད་རྒྱ་གར་མི་ཚོས་ག་འདྲས་ཡིན་ན་བསམ་བྱས་པ་ཡིན་ན་ངས་ཡང་འདི་དམ་འབུལ་ཞིག་མ་བྱས་ན་འགྲིག་གི་མི་འདུག་བ། ས་དེ་འདྲས་ཡིན་དུས་དངོས་ཡོད་གནས་ཚུལ་དེ་འདྲས་རེད། ཨེ་ལི་ཉིན་ནས་བཟུང་སོ་མ་ལོ་རྒྱུས་ཞིབ་འཇུག་བྱེད་དང་བོད་ནང་གི་དགོན་པ་ཁག་དམངས་ཁུལ་གཅིག་གིས་སྔར་དོལ་རྒྱལ་མ་བསྟེན་ངན་ཕྱིས་སུ་དོལ་རྒྱལ་བསྟེན་པའི་དབང་གིས་ནང་བཀྲ་མ་ཤིས་ཕྱི་བཀྲ་མ་ཤིས་པ་མང་པོ་ཞིག་སྦྱོང་བསྡད་འདུག་བླ་མ་སྐྱེས་བུ་དམ་པ་ཚོས་སྐུ་ཟིན་མཛད་ཅིང་མཐའ་མ་འཁྱོངས་བ་གསལ་པོ་ཆགས་འདུག་ཚེ་དེ་འདྲ་ཡིན་དུས་ས་ནས་འོ་ད་གནས་ཚུལ་འདི་ཡི་སྟེང་གི་རྒྱུ་མཚན་ལ་བརྟེན་ནས་དགོས་པ་རྒྱུ་མཚན་ལ་བརྟེན་ནས་ངས་དམ་དྲག་བྱས་ཏེ་གནས་ཚུལ་དེར་ཀྱང་ཟེར་སོང་ང། ཁྱག་ཏུ། གཙོ་བོ་ཡིན་ན་གསང་མཆོག་བོད་ནས་ཡོང་ངེས་སོ་ཁྱག་ཏུ་གནས་ཚུལ་དེ་ཤེས་སོང་ང་གནས་ཚུལ་སྡུག་ཅིང་འདྲ། བྱས་ནས་བར་སྐབས་ངས་འདི་དམ་དྲག་བྱས་པ་འདི་གིས་བོད་ནང་ལས། ད་གི་གོང་དུ་ཞུས་པ་ནང་བཞིན་རེད་མང་པོ་གཅིག་གིས་དངོས་ནས་གཅིག་གི་སྤང་བླང་འཇུག་ལྡོག་ཚུལ་བཞིན་བྱས་པའི་འབྲས་བུ་ལ། དགོན་ཁག་ཆོས་ལུགས། མེ་འབྲང་བ་ཕན་ཚུན་ཐུགས་མཐུན་ཁྲིམས་གཙང། དགོན་པ་ཚོ་དང་འབྲེལ་བའི་སྦྱིན་བདག་ཁག་ཚོ་ཡང་ཐུགས་མཐུན་ཁྲིམས་གཙང་ཞེ་པོ་གཅིག་གི་ཕན་ཐོགས་བྱུང་ཟིན་ཟེར་མཁན་ང་མང་པོ་ཞིག་འདུག། ཚེ་དབང་ནི་དོན་འདི་རེད། དེ་ནི་ཁྱེད་རང་ཚོ་དགོངས་པ་བཅངས། ད་ཅི་མ་འཕྲོད་བཤད་རེད། ཨ་ད་ནི་ཕྱི་རྒྱལ་མི། ཨ་ནི་རྒྱ་ནག་ནས་ཡོང། ག་ཚོད་ད། དེ་རྒྱ་རིགས་ད་ལྟ་ཐའི་ཝན་ནས་ཡོང་བསྡད་པ་ད། ཁྱེད་རང་ཚོ་དེ་འདྲའི་སིང་ག་པོ་དེ་བ་ནས་ཡོང་བསྡད་པ་ཧྲ་ཅིག་ཡོད་མདོག་ཁ་བོ་རེད། ཨ་ཁྱེད་རང་ཚོས་གནས་ཚུལ་ཆ་ཚང་མ་རྟོགས་བྱས་བྱས། ཨ་ནི་གཡམ་རྒྱུག་བྱས་བྱས། དེ་འདྲས་ཀྱི་སྐྱོན་ཆ་ཡོང་སྲིད་པ་རེད།

གི་ཐའེ་ཡན་རེད། དེའི་མཇུག་ད་ག་ཐའེ་ཡན་གྱི་སྤྲེལ་ལེབ་བཞིན་གཅིག་ནག་ལོག་ལ་ཟུག་ཐུང་རླུང་འཕྲིན་གཅིག་ནག་ལོག་ལ་ཡ་སེ་གོང་ཁྲི་འགྲུལ་མེད་རང་དང་མེད་རང་གི་སྦྱིན་བདག་ངོ་ཤེས་མོ་རུ་གཅིག་གིས་རླུང་འཕྲིན་ནག་དེ་སྤྲེལ་ལེབ་བཞིན་ནག་ལོག་ལ་ཡ། ངས་དེ་འདྲས་ལབ་པ་རེད་དེ་མ་རེད་ཟེར་ནས་དགག་པ་རྒྱབ་པ་རེད། ལགས་དེ་འདྲས་རེད། ཟེར་ཚར་བ་འདི་འདྲ་ཡིན་དུས་ཁྱེད་རང་ཚོ་སིང་ག་པོར་ལ་ད་ག་ནང་བཞིན་གྱི་ཐའེ་ཝན་དུ་ཨ་རི་ཡ་གནས་ཚུལ་ཆ་ཚང་མ་ཤེས་པ་བྱས་བྱས་ཨེ་ནི་ཧུད་རྒྱུགས་བྱས་དེ་འདྲས་ཡོང་སྲིད་པ་ཡིན་ཙང་ངས་ཁྱེད་རང་ཚོ་ཨ་ད་ཅིག་རྒྱ་རིགས་ཆོས་གྲོགས་ཚོ་ལས་ངས་འདི་གསལ་པོ་ཆེ་ལབ་ཀྱིན་འདོད་བྱུང་ཨ་ད་ག་ནང་བཞིན་གྱི་ད་འདི་འདྲ་བྱས་ཤག། ཨ་ཧི་མ་ལ་ཡའི་རི་རྒྱུད་ནས་ཡོང་བ་ཚོར་ད་གིན་ཡིན་ངའི་འགྲེལ་བཤད་བེད་ཟིག་བརྒྱབ་ཡིན་ས་དེ་སྤྱང་ཚོ། གང་ལྟར་དེའི་ཡོད་བདེ་བ་ཅང་ཚང་མ་ལོག་ཆ་ཚང་ཅིག་ཤེས་སོང་ཨ། དེ་བློ་ལ་ངེས་པ་ཞིག་ཨ། ཟབ་སོ་ཞིག་ལ། དེ་འདྲ་ཞིག་རེད།